འབོད་རྩར་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་པཱ་ལཱས་ཨ་ཐེན་ནང་འགོ་འཛུགས་གནང་མཁན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་གར་གྱི་པར་མ་ཤེས་རིག་གི་གཟེངས་རྟགས་བཞེས་མཁན་པར་བྷི་སར་ལི་ཡ་ཏི་སི་ཀིན་ལགས་ཀྱིས་བོད་མིའི་མགོན་སྐྱབས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབོད་རྩའི་ནང་ཐེངས་བཞིའི་ཆིབས་བསྒྱུར་བསྐྱངས་བའི་ལོ་རྒྱུས་ངོ་སྤྲོད་དང་མགོན་པོ་མཆོག་གི་བཙན་བྱོལ་ནང་ཕེབས་མ་ཐག་སློབ་གྲྭ་གསར་འཛུགས་ཀྱིས་བོད་མིའི་ངོ་བོ་དང་རིག་གཞུང་རྒྱུན་འཛིན་གནང་ནས་རེ་བ་བསྐྲུན་ཡོད་པ་མ་ཟད། ཁོ་མོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་བཞི་ལོར་བཞུགས་སྒར་རྡ་རམ་ས་ལར་སློབ་སྦྱོང་བྱ་སྐབས་དངོས་སུ་ར་སྤྲོད་བྱུང་ཡོད་པ་གསུངས་པ་དང། ཁོང་གིས་འབད་རྩོལ་གྱིས་མི་མང་སྟོང་ཕྲག་ཁ་ཤས་ཀྱིས་འདུས་འཛོམས་བྱས་པ་རྣམས་ཀྱི་ཚབ་བྱས་ཏེ་མགོན་པོ་མཆོག་ལ་འཚམས་འདྲི་དང། དེ་རིང་སྤྱི་ཟླ་བཅུ་གཅིག་པའི་ཚེས་ཉེར་རྩ་བཞིའི་ཉིན་མགོན་པོ་མཆོག་ལ་སྟོང་ལོ་གསར་པ་སེམས་ཀྱི་ཤེས་ཡོན་ཞེས་པའི་བརྗོད་གཞིའི་ཐོག་གསོལ་འདེབས་ཞུས་པ་བཞིན་དྲ་ལམ་བརྒྱུད་ནས་བཀའ་སློབ་ནང་དོན་གནང་བ་ལ་བཀའ་དྲིན་ཆེ་ཞུས་གནང་སོང། In education, we should include about warm-heartedness

Warm heartedness more compassionate mind། དམིགས་ཡུལ་གཙོ་བོ་ལུས་སེམས་བདེ་ཐང་ཡོང་བ་ཆེད། སེམས་ཀྱི་ཞི་བདེ་བསྐྲུན་དགོས་པ་དང་སེམས་ཀྱི་ཞི་བདེ་ཡོང་བ་ལ་བྱམས་སྙིང་རྗེའི་ཉམས་ལེན་ཐོག་ནས་ཕན་ཚུན་བདེ་སྐྱིད་བསྐྲུན་ཐུབ་ཀྱི་ཡོད། འདི་ཡང་ངོས་རང་གི་ཉམས་ལེན་གྱི་ཐོག་ནས་ཁྱོད་ཚོ་ལ་བྱམས་སྙིང་རྗེ་འདི། ཡིད་ཆེས་ཙམ་མིན་པར་ཁ་ཡོད་ལག་ཡོད་ཀྱི་ཐོག་ནས་སོ་སོའི་རྒྱུད་ལ་སྐྱེ་ཐུབ་པ་མ་ཟད་གཞན་ལ་ཡང་ཕན་ཐོགས་ཡོང་གི་ཡོད་པ་གསུངས་པ་དང་ཆོས་ལ་དད་མོས་ཡོད་མེད་ལ་མ་ལྟོས་པར་ཚང་མས་ངེས་པར་དུ་བྱམས་སྙིང་རྗེའི་ཉམས་ལེན་བྱ་དགོས་པའང་ནན་བརྗོད་གནང་སོང། བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་བསྟན་འཛིན་དབང་འདུས་ནས།